རྣམ་པ་ཚོ་ཚང་མ་ལོ་ལ་འདི་བརྙན་ཐུང་བརྒྱུད་ནས་ཨ་ནི་ལ་སེམས་གལ་ཆེན་པོ་ནས་རེ་ར་ཡི་རེད་བསམ་གྱི་འདུག་དེ་དང་མཉམ་དུ་ལ་བརྙན་ཐུང་བཤད་དགོས་དོན་རྒྱུ་མཚན་ག་རེ་ཡིན་ཞུས་པས་ན་ཨ་འདི་བརྙན་ཐུང་འདི་ཚང་མ་ལོ་ལ Educational Purpose དང་ཚང་མ་ལོ་ལ Alert དང Aware སྤྱང་གྲུང་དང་གཟབ་གཟབ་ར་བྱེད་དུ་ལ་འདི་བརྙན་ཐུང་འདི་བཟོས་ཀྱི་ཡོད་ཚང་མ་ལོ་བརྙན་ཐུང་མི་མཐུན་ནས་མཐའ་མ་པ་དུ་ཟེར་རོ་ནའོ་རྣམ་པ་ཚོ་ཨ་ད་དེ་རིང་གི་དངོས་ཡོད་གནས་ཚུལ་འདི་ཨ་ནི་བྱུང་ས་ས་ཆ་ག་བ་ལ་བྱུང་ཤ་ལ་ན་ཨ་ད་ཨ་རི་ནང་བྱུང་ཤ།

ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཡར་དགུ་ནང་ལ་བྱུང་བཞག་ཡོད། ད་འདི་ཨེག་མེ་ལ་ས་འདི་ནང་ལོ་ལ་མི་འདེ་ཨ་ད Community འདི་ནང་ལོ་ལ་ཨ་ནི་ཧ་འདི་བུ་མོ་ཅིག་འདུ་ར་ཡ་མོ་མོ་ར་ད་ནང་མི་ཉམས་འདེ་ཨོ་ར་འདེ་ལ་མི་འདེ་འདེ་འདུ་སྐབས་ལ་ཨ་ནི་བུ་མོ་འདི་མོ་རང་མི་འདེ་ཞོ་ཡའི་རྔ་བོ་ངོ་ཡ Jogging འདུག་འདུ་ཡོད། ཨ་ནི་བུ་མོ་འདི Jogging འདུག་འདུ་སྐབས་ལ་ནམ་རྒྱུན་འདི་ཡིན་ན་ཨ་ད་བུ་མོ་འདི་མོ་རང་ཡོད་ར་ཡ་སུ་མཉམ་དུ་འདུག་འདི་ལ་ན་མོ་ར་ཨ་མ་མཉམ་དུ་འདུག་འདུ་ཨ་ཡིན་ན་ཡང། འོ་འདི་ཉི་མ་འདི་ལ་ཨ་ནི་རྟ་རི་ག་རེ་ཤ་ལ་ན་ར་ཡ། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་དགུ་ཕྱི་ཟླ་བཅུ་གཅིག་གི་ད་རེས་ཉི་ཤུ་རྩ་བཞི་རེད་ཤ་ར་ཡ། ཨ་ནི་བུ་མོ་དེ་གི་མིང་ལ་ག་ལེགས་འདུག་ལ་ན Mandy ལེགས་འདུག་ཡོ། དེ་འདྲའི་ཞུ་དུས་སྐབས་ལ་ནམ་རྒྱུན་དུ་ངེད་ལ་ས་མོ་རང་ཨ་མ་མཉམ་དུ་འགྲོ་འོར་དང་ཇོག་གིང་ལ་འདུག་ཨ་ཡིན་ན་ཡང། འོང་དེ་ཉི་མ་དེ་ལ། མོ་རང་སུ་མཉམ་དུ་འགྲོ་འདུག་ལ་ན་མོ་རང་གི་ཁྱི་ཞིག་འདུག་ནང་ལ་ཡོ། German Shepherd ཁྱི་ཡོ། འོང་དེ་མཉམ་དུ་འགྲོ་འདུག་ཡོ། ཞོ་གས་འོག་འགྲོ་འདུག་ལ་མོ་རང་འོག་དེ་ག་བ་འགྲོ་འདུག་ལ་ན། མོ་རང་ཞོལ་གྱི་ནང་གཉིས་བྱས། ཨ་ནི། ད་ལྟ་ནུར་བསྲེགས་ལས་རི་བར་ཟུར་ར་ཡ། འོང་འདི་རྒྱུག་ཆུ་དེ་འགྲམ་ཕ་དུ་འགྲོ་འུ་ར། འོང་འདི་རྒྱུག་ཆུ་དེ་འགྲམ་འགྲོ་འདུག་སྐབས་ལ་ཕ་འགྲོ་འདུག་ཁྱི་འདི་དང་མཉམ་དུ་ཡོར་འདུག་ཡ། ཡིན་ན་ཡང་ཚུར་ལོག་འདུག་སྐབས་ལ་མི་འདེ་མོ་ལོ་སླེ་མི་འདུག་ར། མོ་རང་གི་ཁྱི་བྱི་ར་ཇར་མན་ཤེ་ཕེར་འདི་ནང་ལ་ལོ་སླེ་ཤི་ར། དེ་འདྲའི་ཁྱི་ནི་ད་ལྟ་བུ་མོ་འདི་བརླག་འདུག་ལ་འདུག་སྐབས་ལ་རྟ་འདི་ཕ་མ་དང་ཁོ་རང་ཚོ་རྟ་འདི་གྲོངས་པ་ཁྱིམ་མཚེས་དེ་ཚོ་ཚང་མ་གིས་ཧ་གོ་འདུག་ཧ་གོ་འདུག་སྐབས་ལ། འདི་ཆུ་ཚོད་ཉི་ཤུ་རྩ་བཞི་རྗེས་ལ། འདི་གྲོང་ཁྱེར་མི་དང་ཁོ་ཚོ་ཚང་མ་ཡིན་ཧ་གོ་ས་ཡིན་ཞུ་ལ་ཁོ་ཚོ་ཚང་མས་ཚེ་རོགས་བྱེད་འདུག། ཚེ་འདུག་སྐབས་ལ་བུ་མོ་དེ་གཉིས་མི་འདུག་ར་ཡ། དེ་ཡིན་ཞུ་ལ་ཁོ་ཚོ་མི་འདེད་རྗེས་ལ་ག་རེ་ཧ་གོ་འདུག་ལ་ན་ཉི་མ་གསུམ་རྗེས་ལ་ཡོད། འདི་བུ་མོ་དེ་གི་ཕུང་པོ་དེ་མི་འདེད་ད་ལྟ་ངའི་ལམ་སེང་ནུར་སྲེག River Ledge དུ། འོན་ཏེ་རྒྱུགས་ཆུ་དེའི་ནང་ལོགས་ནས་བུ་མོ་དེ་གི་ཕུང་པོ་དེ་རག་ཡོད་དུ་ཡོད། ཡིན་ན་ཡང། བུ་མོ་དེ་གི་ཕུང་པོ་གང་ལ་མི་འདེད་དོགས་སློ་ཅི་ཡང་མི་འདུག་ར་ཡ། དེ་འདྲའི་བྱིས་དུས་སྐབས་ལ་ཡང་ད་ང་ད་ཁོ་རང་ཚོ་གི་ད་ང་ད་གྲོང་པ་ཁྱིམ་མཚེས་དག་ད་ཕ་མ་དག་ཁོ་རང་ཚང་མ་ཡིན་མི་འདོད། ག་དུས་ལ་སྒུག་ནས་བསྡད་ཡོད་འདུག་ལ་ན། Autopsy Report གླས་ལྷག་འདུག། དེ་འདྲའི་བྱིས་དུས་སྐབས་ལ་ཉི་མ་སང་ཉིན་འདི་ལ Autopsy Report འདི་གླས་ཡོད་འདུག་ཡོད། Autopsy Report གླས་དུས་སྐབས་ལ་འདི་ནང་ལོགས་ལ་གར་ཐོན་སྒུག་འདུག་ལ་ན Report ནང་ལ་ཡོད། ཨ་ནི་ང་ད་བུ་མོ་འདི་ཤི་བའི་རྒྱུ་མཚན་འདི་ཆུ་ནང་ལ་རྡིབ་ནས་ཤི་རེད་ལ་ཡ་ཅོ་ཡ། ཡིན་ན་ཡང། ད་དེ་ལ་མི་འདོད་དྲི་བ་ཅིག་ག་གླས་ཡོད་འདུག་ལ་ན། མོ་མི་འདི་ཆུ་འདི་ནང་ལ་རྡིབ་ནས་ག་འདྲས་ཤི་རྩིས་རེད་ལ་ཡ་ཅོ་གང་ཡིན་ཟེར་ན། གང་ཡིན་ཟེར་ན་མོ་ཆུ་ནི་མ་ཐོན་ཡན་གྱི་ཐབས་ཤེས་བྱེད་བར་གྱི་དེ་འདྲའི Sign དེ་འདྲ་ཡོད་པ་ཅེས་མི་འདུག་ལེགས་འདུག་ར་ཡ། ཡིན་ན་ཡང་དེ་དང་མཉམ་དུ་ལ་ནི་ཆུ་འདི་ཁམས་ཀྱི་སྟེང་རིང་མོ་ཡང་མི་འདུག་ཨ་ཡ། བུ་མོ་འདི་མོ་རང་མི་འདུག་ཨ་ནི་སྐད་ཡག་པོ་པས་རྒས་ཐུག་གོ་རེད་ལ་བཟང་བཟོ་སུའི་མིང་ལེགས་ར་སུའི་མིང་ཡག་པོ་པས་བྱེད་ཐུག་འདུག་དེ་འདྲའི་བྱེད་ཐུག་སྐབས་ལ་ད་འདི་ག་འདྲ་ཡིན་ན་ལ་འདི་འདྲའི་དྲི་བ་བྱོས་ར་ཡ། ཨ་ནི་ཧན་ད་ཁོ་རང་ཚོ་རྒྱུགས་ལ་ནི Medical Report ཡང་གླིགས་འདུག་ར་ཨ་ནི Medical Report ནང་ལ་མི་འདུག་གར་དོན་གུ་འདུག་ལ་ན་ཨ་ནི་བུ་མོ་འདི་ཤི་གོ་ཡ་རྒྱུ་མཚན་འདི་ཨ་ནི་སྒོ་ཁ་ལ Injury ཆགས་ཤག་ལེགས་འདུག་དེ་དང་མཉམ་དུ་ལ་ཨ་ནི་བུ་མོ་འདི་ལ་བཙན་གཡེམ་ཡང་ཅིག་ཤར་ལ་ནི་མི་འདོད། འོང་འདི Medical Report ནང་ལ་ཐོན་དགོས་དུ་ཡོད། དེ་འདྲས་བྱེད་དུ་གམ་ད་དེ་ལ་དྲི་བ་གར་སླེབས་འོང་རེད། ད་ད་མོ་ལ་ཡོང་དེ་འདྲས་བཙན་གཉེམ་བྱེད་མཁན་དེ་སུ་ཡིན་ན་ལ་ནི་དྲི་བ་ཆུན་པོ་ཞིག་སླེབས་འོང་རོགས། ད་ད་ཁོ་རང་ཚོ་ཡི Local མི་ཡིན་ན་ཨ་ནི་ཆོས་ལུགས་ནི་མི་ལེ་ཡིན་ན་ག་འདྲས་ཡིན་ན་ལས་ཆོག་ཁོ་རང་ཚོ་གྲོང་ཁྱེར་གྱི་ཆོས་ལུགས་ནི་ཡང་མི་བཟང་བ་དེ་འདྲས་ལེ་ཡིན་ན་ལས་ཆོག་དེ་དང་མཉམ་དུ་ལ་ད་ད་ད་མི་དེ་ཆོས་ལུགས་འཁྱམ་འདེད་རོགས་དེ་འདྲས་བྱེད་དུ་གམ་ལ་ད་ད་མི་དེ་ནི་རྒྱུས་ཡོད་མ་རག་ཡང་ད་ད་ཁོ་གི་མི་དང་ཡང་མི་གཞན་པ་དེ་འདྲས་བུ་མོ་གཞན་པ་དེ་འདྲས་ལ་ཡང་བཙན་གཉེམ་དེ་འདྲས་བྱེད་ཀྱི་ཐབས་ཤེས་བྱེད་ཀྱི་མིན་ན་ལས་ཆོག་གང་ཡིན་ཟེར་ན་ཁོང་ད་རྒྱུས་རྒྱུས་རག་ཡ། ད་ཡོད་ཨ་རིའི་ནང་ལོ་ལ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་དྲུག་ནང་ལོ་ལ་ཧང་ད་ཁོ་རང་ཚོ་ཏང་དང་ནུས་འདྲི་བྱེད་མཁན་མི་དེ་ཚོ་ཡོད་ར་ཁོ་ཚོ་ལ་མི་འདོད་ང་ཚོ་ཡི་ཏང་དང་ཏྲི་ཨན་ཨེ་རྒྱུད་ནས་ཡོད་ཁོ་ཚོ་ལ་བརྟག་དཔྱད་བྱེད་དེ་འགོ་བཙུགས་ཚར་འདུག་ཨ་དེ་དུས་སྐབས་ལ་ཡོད་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་དྲུག་ནང་ནས་མི་དེ་འགོ་བཙུགས་ཚར་ཡོད་ནུས་འདྲི་བྱེད་དུས་སྐབས་ལ་ད་ད་ལྟ་གི་མི་དེ་ནུས་འདྲི་བྱེད་མཁན་ཚོས་རང་ད་བུ་མོ་མན་དྲི་ལའི་དེ་བུ་མོ་དེ་བསད་མཁན་ཚོས་ར་འོ་འདིའི་མི་འདོད་ཨ་ད་ནུས་འདྲི་བྱེད་མཁན་མི་དེ་གིས་ཨ་ཏྲི་ཨན་ཨེ་ར་ཡི་དེ་དཔེ་གལ་ཆེན་པོ་རེད་དོ་གལ་སྲིད་ཏྲི་ཨན་ཨེ་དེ་ར་འོ་ཡིན་ན་ཨ་ང་ཚོ་ཡི་ཧང་ད case དེ་གང་ཙམ་ཡོད་ཨ་སོལ་བྱས་ཡོད།

ཁོ་ཚོ་ཚང་མ་ག་ཟེ་དྲི་ཨན་ནེ་ཚང་མ་འདི་ན་རི་ཀོར་འདོག་ཡ། འོ་འདི་དྲི་ཨན་ནེ་འདི་སྙམ་འདུག་ལ་ཨ་ནི་ཧ་ད་བུ་མོ་འདི་གི་ཕུང་པོ་ནང་ལོ་ལ་དྲི་ཨན་ནེ་བརྗོད་མ་རེད། འོ་འདི་གཉིས་མེད་ཇི་ལྟ་བུ་འདུག་འདི་ཚང་མ་ན་ལ་ནོར་འཁྲུལ་བྱེད་མཁན་མི་ག་ཚོད་རེད། ཁོ་ཚོ་ཚང་མ་གི་དྲི་ཨན་ནེ་སྙམ་འདུག་ལ་ཨ་ནི་བུ་མོ་འདི་གཟུགས་པོ་ནང་ལ་རག་རྒྱུ་དྲི་ཨན་ནེ་འདི་མེད་ཇི་ཡ་གི try བྱེད་འདུག་ར། ཡིན་ན་ཡང་སུ་གང་ཞིག་ག་ཟེ་དྲི་ཨན་ནེ་སྙམ་འདུག་ལ་མེད་ཆགས་མུ་འདུག་ར། འདི་གི་གར་སྟོན་སྐོར་ལ་ན་ར་ཡ། ཨ་ནི་ཧ་ད་ནོར་འཁྲུལ་བྱེད་མཁན་མི་བརྗོད་ར་ཨ་ད་བུ་མོ་འདི་སྲིད་ངན་མི་བརྗོད་མ་རེད། འོ་འདི་ཡོད་ང་ཚོའི་ཁ་ལོར་ད། ད་ནོར་འཁྲུལ་བྱེད་མཁན་གི་རི་ཀོར་ནང་ལ་ཡོད་ར།

མཉམ་དུ་ལན་ཁོང་ཚོ་ཡི་ཨའི་བིཏ་ནེས་ཚང་མ་ལ་སྐད་ཆ་དྲིས་ཡག་མ་བྱིན་ནི་ག་ལ། མཐའ་མ་དེ་ལ་མིང་གཅིག་གླེང་ཡི་འདུག་ར་དེ་ན་ལ་མི་དེ་ཡི་མིང་ག་གླེང་འདུག་ལ་ན། David Suchi ལའི་མི་ཞིག་འདུག་ར་ད་ཁོང་ཚང་མ་ཡང་ད་ཁོ་གང་དོག་པ་ཟ་ཡི་འདུག་ར་ག་ཡིན་ཟེར་ན། འོང་དེ་ཉི་མ་དེ་ལ་ཨ་ནི་ཧ་ད་འོང་དེ David Suchi ལའི་མི་ཟེར་ར། ཁོ་མི་འདེ་འོང་དེ Location གི་གཡས་གཡོན་དེ་བ་ལ་མཐོང་འདུག་ཨ་ཡ། ཨ་ནི་འདི་ག་ལ་མཉམ་འདུག་ལ་ཨ་ད་མི་དེ་ཁོ་རང་ནམ་རྒྱུན་དུ་ནི་ང་ཚོ་ཡི Society ནང་ལོ་ལ་དེ་གམ་ཟིག་གི། ཁ་ལོ་ར་ང་ཚོ་གི་དེས་ཁ་ཤེ་འདུག་ཨ་ཁྲེབ་ཏོ་འགྲོ་འོ་ད་མི་འདྲེ་ཡག་མ་ཁྱམ་རྒན་ར་འགྲོ་མི་འདེ་འོ་དེ་འདྲེ་འགྲོ་ཅིག་རྩི་ཡི་འདུག་ཨ་ཡ་དེ་འདྲེ་བྱེད་དུས་ག་བ་ལ་ཁོ་ལ་དོག་པ་ཟ་ཡི་འདུག་ར།

དེ་འདྲའི་བྱེད་དུ་སྐབས་ལ་ད་ཨ་ད་ཕྱི་ལོ་ཉིས་སྟོང་དགུ་ལི་དུ་ར་ཉིས་སྟོང་དགུ་ཡི་ལོ་ཡི་ནང་ལོར་ལ་ཨ་ནི་ཨ་ད Detective གསར་བ་ཅིག་ལི་དུ་ར་ཨ་ནི་ཁོ་མིང་ལ་ག་རེ་བྱ་ལ་ན Kevin རེ་ཞུ་ཡོང་ཨ་ནི་ཨ་ད Kevin ལ་ཡ་དེ་གི་ཁ་ཅིག་དུ་ལ་ན་ཁོ་རང་གི་མི་དེ་གྲོང་ཁྱེར་དེ་ནང་ལུགས་ཡང་ད་མི་དེ་ཚོ་ཚང་མ་ཡང་ཁྱོ་ག་ཚང་མ་གི DNA གླེང་གི་དུ་ར DNA གླེང་ནི་ཨ་ནི་ཨ་ད་ཁོ་ཚོ་གི་མི་དེ་ངེད་ལ་མ་ཟད་ཡང་ད་བུ་མོ་དེ་གི་གཟུགས་པོ་ནང་ལོ་ལ DNA བཅོས་ར་དེ་མཉམ་དུ་ལ Match བྱེད་དུ་ར Match བྱེད་དུ་སྐབས་ལ།

སྤྲིན་བགས་སུ་ཤོག། ད་དེ་ལ་དྲི་བ་ཆེན་པོ་གཅིག་ལེའོར་ཡོད། སྤྲིན་བགས་ལ་ན་སུ་རེད་ལ་ཡི་ཇོ་ར་ཡ། དྲི་བ་གཉིས་བ་དེ་ག་ལེའོ་རེད། ཨ་ནི་ཨ་མདའ་ཁྱི་མི་གཉིས་དེ་ཡིན་མི་འདོད། ལོ་མང་པོ་འཇུག་ལ་ཨ་ནི་ཨ་མདའ་ཁ་ཆེ་ལར་ལ་ཡི་ཇོ་ར་ཡ། གསུམ་པ་དེ་ལ་དྲི་བ་ག་རེ་ལེའོ་རེད། ཨ་ནི་ཨ་མདའ་ཁྱི་མི་གཉིས་དེ་གི། མི་དེ་གང་ལ་དོགས་པ་ཧ་ཅིང་ཟ་བ་རེད་མི་དེ་གི་མིང་ག་ཆེ་ལེར་ལ་ཡི་ཇོ་མ་རེད།

སྡུག་ཅག་པས་བསགས་ཤོག་ཡ་ཁོ་གི་ཐོག་ནེར་བལྟ། འོན་ཏེ་ཉམས་མྱོང་སྡུག་ཅག་དེ་གར་བསགས་ཤེས་ན་ན་ལ། ཁོ་རང་ཚོ་ཀོ་ལེས་སྤྲིབ་འགྲོ་ལ་འགྲོ་ཡིན་ཟེར་དོ་ཡ་སྤྲིབ་འགྲོ་འདུག་སྐབས་ལ། ཨ་ནི་ཕ་གི་ལ་མི་འདོད་ཡ་ཧ་ད་བུ་འདི་གི་མི་འདོད་སྤྲིབ་འབགས་ཟེར་ལ་ཡིན་ཟེར་དོ། འོན་འདི་གི་ཨ་ནི་ཧ་ད་བུ་མོ་གཉིས་འདི་ནང་ལོ་ནི། གཅིག་ལ་ཁོ་ཡི་ཁ་ཆེ་ཤ་ལ་ན་མི་འདོད། ཨ་ནི། ལག་པ་ཆ་མེད་ཀྱི་ཐབས་ཤེས་དེ་འདྲས་བྱིས་ཤ་ར་ཡ། ཨ་ནི་སྐྱེས་དམན་གཉིས་བ་དེ་ལ་ཁོ་ཡི་ཁར་ཐབས་ཤེས་བྱིས་ཤ་ལ་ན། ང་ཚོ་གི་མི་འདོད་ཨུ་ཚུགས་བརྒྱ་ནི་ཡོད་ཨ་ནི་ཕ་ཆོས་དེ་ལ། བཙན་གནེམ་བྱས་ཀྱི་ཐབས་ཤེས་བྱས་བྱིས་མེད། འོ་དེ་འདྲ་བྱེད་ཞུ་བྱ། དེ་འདྲའི་བཀོད་མང་པོ་བྱེད་ཡོད་ཟེར་འདུག་ཨ། དེ་འདྲ་བྱེད་འདུག་སྐབས་ལ་ཨ་ནི་ཨ་མདའི་སྐྱེས་མའི་གཉིས་ཆ་ལ་བད་ཁོ་རང་ང་ཚོ་འདི་བྱ་ཡོད་བྱ་མནྡྲེ་ལི་སྤྲོ་མ་བྱ་ཡོད་བྱ། འོ་དེ་འདྲ་བྱས་ཙང་ཨ་ནི་ཨ་མདའ་ཁོ་རང་གཉིས་ཆ་ཡ་ཁ་བཙུམ་ནི་བསྡད་ཞུ་མནྡྲེ་ཨ་མདའ་བུ་དུ་ཡ། ཅེས་ལབ་མི་འདུག་ཨ་ཡ། ཡིན་ན་ཡང་ད་ཐ་མ་དེ་ལ་མནྡྲེ་ཨ་མདའ་མནྡྲེ་ལའི་བུ་མོ་དེ་གྲོང་བ་ཁོང་ཚོ་ཧ་གོ་འདུག་སྐབས་ལ་ཨ་ནི་ཨ་མདའ་ཁོང་ཚོའི་གར་གཙང་པོ་དུ་ལ་ན།

ད་ལྟ་མན་ཏྲི་ལའི་བུ་མོ་གྲོངས་སོང་ངོ་འདི་དང་ང་གཉའ་ཟླ་ཀྲིམ་བཱས་ལའི་བུ་ཞིག་ཏོ། ཁོ་རང་ཚོ་གཉིས་ཆ་གྲོངས་པ་ཁྱིམ་མཚེས་རེད་ལན་ཧག་འུ་དུ་ར། དེ་དང་མཉམ་དུ་ལ་ཨ་གཉའ་ཟླ་ཀྲིམ་བཱས་ཀྱི་སྤུན་རྒྱ་བུ་ཆུང་བ་འདི་དང་ད་ལྟ་མན་ཏྲི་ལའི་བུ་མོ་གྲོངས་སོང་ཨ་ནི་ཁོ་རང་ཚོ་གཉིས་ཨ་ནི་གྲོགས་པོ་རེད་ཞག་ལན་ཧག་འུ་དུ་ར་ཡ། དེ་འདྲ་བྱེད་དུས་སྐབས་ལ་ད་དེ་ལ་དྲི་བ་ཆེན་པོ་ཞིག་གར་སླེ་འོར་ལ་ན།

འདི་ཏིམ་བཱས་ཀྱི་ཡོད་ཨ་འདི་བོས་ཀྱི་འདུག་མི་འདི་ལས་ཀ་བྱེད་རྩལ་ཡོད་འོ་འདི་བོས་འདི་ལ་ཨ་ནི་འདི་དྲི་བ་དྲིས་ལན་བཏང་ཡས་འགོ་བཙུགས་འདུག་ར་དྲི་བ་དྲིས་ལན་བཏང་འདུག་སྐབས་ལ་ད་འདི་མོ་ལ་འདྲི་བཤད་ཚང་མ་རྒྱག་ཚར་ཡོད་འདི་གེགས་འདི་སྐོར་ལ་ཡོད་ཨ་ནི་འདི་སྙམ་འདུག་ལ་འདི་མོ་ཡིས་ག་ལེགས་འདུག་ལ་ན་འོ་ལེགས་འདུག་ར་ཁོ་བོའི་མི་འདི་ང་ཚོ་ད་འདི་སྤྱོད་པ་བྱོས་ར་ང་ཚོ་བུ་མོ་གི་ཕྱོགས་ལ་སྤྱོད་པ་བྱོས་མ་རེད་འོ་འདི་མི་འདི་བད་ཁོ་ར Respect མེད་གྱོ་འགྲོ་ཡོད་བད་ཁོ་ར Disrespect གྱི་སྤྱོད་པ་ཡོད་འོ་དེ་འདྲས་སྟོན་གྱི་འདུག་ལ་ནི་ཨ་ནི་འདི་སྦྱིན་བདག་འདི་གི་ལག་གི་འདུག་ར་ཡ་དེ་འདྲས་བྱས་འདུག་སྐབས་ལ་ཨ་ནི་འདི Police གྱིས་ད་འདི་མོ་ལ་ལས་ཀ་དྲིས་འདུག་ར་ཁྱོད་རང་གི་འདྲིས་ཡས་ནས་དེ་འདྲས་མི་འདྲས་ཀ་ལེགས་བྱས་འདུག་ས་རེད་ལ་འདུག

འོང་དེ་སྐབས་དེ་དང་ཨ་ནི་ཨ་མདའ་ཡི་དེའི་ལྐོག་གི་སྐད་བརྗོད་མ་རེད་འོང་དེ་ཡར་འབྲུག་ནི་ཤར་ཀའི་ཧོར་ར Police ལ་བཀྲིས་འདུག Police ལ་བཀྲིས་འདུག་སྐབས་ལ་ཨ་ནི་ཨ་མདའ Police གི DNA དེ་ལྟ་གི་འདུག་ཡོད་ཁ་སང་བུ་མོ་དེའི་གཟུགས་པོ་ནང་ལོར DNA ཅིག་ཡོད་ར་ཁྱོ་ག་ག་ཅིག་ཡོད་འོང་དེ་དང་ཨ་ནི་ཨ་མདའ་ད་ཁོ་གི་ཨ་མདའ་ལྐོག་བཏུང་རྒྱུ་ད་ཨ་མདའ Plastic སྐབས་ན་ག་རེ་བཏུང་ཡོད་ན་ཅིག་བཏུང་ར་ད་དེ་ནང་ལོར་མཆི་མ་ང་ཚོ་མི་གི་མཆི་མ་དེ་སླེ་བོ་ར Drop ག་རེ་ཡིན་ན་ཡོད་འོང་དེ་མཆི་མ་དེ་མཉམ་དུ་ལ།

ཕྱི་ལོ་ཧ་དུ་ལ་ཇུའུ་དུ་ལ་ན་ར་ཡ་ཉིས་སྟོང་བཅུ་བདུན་ཕྱི་ཟླ་བཅུ་གཉིས་ད་རེས་བཅུ་གཉིས་ལ་ཨ་ནི་ཨ་མདའ་ཀྲིན་བཱ་སི་ལེགས་ཏི་ཇུའུ་དུ་ར་ཨ་ནི་ཨ་མདའ་ཁོ་ལ་མི་ཏེ་ཇུ་ཨེ་ཏི་རྒྱུ་མཚན་ག་ལ་ད་ནི་ཇུའུ་དུ་ལ་ན་ཁོ་གི་མི་ཏེ་ཨ་མདའ་བུ་མོ་གཅིག་ཁོ་གི་སིམ་ར་ཡ་གང་ཅེ་མ་ཅེ་སིམ་རེ། དེས་མ་སིང་གི་སྐུ་ཡི་ཁ་ཆེ་རེ་འདི་ལ་བཙན་ཉམས་ཆེ་རེ་ཡ་བཙན་ཉམས་ཆེ་བ་མ་ཟད་དེ་དང་མཉམ་དུ་ག་ཆེ་རེ་ཁོ་གི་ཨ་མདའ་བུ་མོ་དེའི་སེར་དོ་འོང་འདི་ལ་ད་ནི་ཨ་ནི་ཨ་མདའ་ཁོ་ལ་འོང་འདི་གི་ཅཱ་ཞི་དེ་ཕོ་བཟང་ཨ་ནི་ཨ་མདའ་ཁོ་ལ་ཐ་མ་ཐག་ཆོད་འདི་ལ་ཇུའུ་དུ་ར། ད་འདི case དེ་ཡོད་འདི་སྒམ་གྱི personal ཆ་ཞེ་ར་ཡ་ད་ད་མན་འདི་ལས་བུ་མོ་གཞོང་ས་འོང་འདི་ཡི་ཐོག་ནི་མི་འདོད་ད་ད་ཁ་ནི་རྩོད་པ་དགེ་ངས་ད་མི་བརྗོད་ར prosecutor ལེགས་ར་ང་ཚོ་ཡིན་ཅི་ཐུག་ནི་ཡོད་འོང་འདི prosecutor འདི་གི་ཨ་ནི་ཆ་དངུལ་གླེང་གི་མི་འདུག་ཡོད་དེ་འདྲས་བྱེད་འདུག་གམ་ལ་ད་ཨ་ད་སྤྲིན་བཟླས་དེ་འཇུས་སོ་ཨ་ད་ངའི་ནམ་པ་ཚོ་ཞུས་སོ་སྤྲིན་བཟླས་དེ་འཇུས་ཚད་ཞུ་གི་ལ་ཡོད་ཨ་ནི་ཨ་ད་ཁོ་ལ་དྲི་བ་དྲན་སྟངས་འདུག་སྐབས་ལ་སྤྲིན་བཱས་ཀྱིས་ག་ལེགས་འདུག་ལ་ན་ར་ཡ། ད་ལྟ་མན་ཏྲེ་ལའི་བུ་མོ་གྲོངས་ས་ལེགས་འདུག་ར་འོང་འདི་དག་ང་རང་གཉིས་བར་རུ་ལ། ཁོ་རང་གཉིས་བར་ལ་ལྕགས་མཁར་ཡོད་ལེགས་འདུག་ར་ཨ་ནི་ང་རང་གཉིས་བར་རུ་ལ་མཉམ་དུ་ལ་ལུས་འབྲེལ་ཡང་ཡོད་ལེགས་འདུག་ར། དེ་འདྲའི་བྱེད་སྡུག་སྐབས་ལ་ཨ་ནི་ང་ད་ཁྱོད་རང་ཚོ་གི་མི་འདས་ད་ལྟ་ཁོ་གི་སྤྲིན་བཱས་ཀྱི་འབྲི་ཨེ་ནེ་ར་ཡའི་རྒྱུ་མཚན་གར་ལ་ན། ཁོ་རང་གཉིས་བར་ཚོ་ལུས་འབྲེལ་ཡོད་ཁོ་རང་གཉིས་བར་ཚོ་ལྕགས་མཁར་ཡོད། བྱས་ཙང་ཨ་ནི་ཁྱོད་རང་ཚོ་ལ་མི་འདོད། ད་ལྟ་མོ་གི་གཟུགས་པོ་ནང་ལོགས་ནི། ཨ་ནེ་ཡང་ད་ཁོ་གི DNA དེ་རག་རེད་ལས་དུ་མི་བདེ། དེ་འདྲའི་བྱེད་སྡུག་སྐབས་ལ་ད་ད་མན་ཏི་ལའི་བུ་མོ་དེ་གི་ཐོག་ནས་ཁ་གི་རྩོད་པ་གི་ངས་ཡང་ད Prosecutor བརྗོད་རག་འོང་དེ་གི་ག་ལས་ཀི་འདུག་ལ་ན་ར་ཡ། ང་ད་ཁོ་རང་གཉིས་བར་ལ་འབྲེལ་བ་བཅད་ཡོད་མ་རེད་ལས་དུ་རག་ཁོ་རང་གཉིས་བར་སུ་སྐད་ཆ་བཤད་རན་ཡང་ཡག་པོ་ཡོད་མ་རེད་ལས་དུ་རག་དེ་དང་མཉམ་དུ་ལ། ཁོ་རང་གཉིས Classmate ཡང་མ་རེད་ལས་དུ་ཡ College ལ་ཡོད་བའི་སྐབས་ལ་ཡ Classmate ཡང་མ་རེད་ལས་དུ་རག་ཨ་ནེ་གསུམ་པ་དེ་ལ་ལས་དུ་རག་ཁོ་རང་གཉིས་བར་ལ་ལོ་བཞི་གི་ཁྱད་པ་ཡོད་རེད་ལས་དུ་མི་བདེ་བུ་དེ་ཡ་ལོ་བཞི་གི་ཆེད་རེད་ལས་དུ་རག

ཁོ་གི་མི་དེ་ཁོ་རང་ཨ་མ་ལ་ཧྥོང་བཏང་སུ་ལེགས་འདུག་ར་ཧྥོང་བཏང་ནི་ང་ལ་ག་ལེགས་འདུག་ལ་ན་ལ་སུ་ཧྥོང་གནང་ལ་མི་འདོད། ཁོ་རང་གི་པཱ་ལ་སྙེ་མ་གྲོངས་ཚར་ར་ལོ་བཅུ་ལྔས་ལོ་ཡག་འོང་འདི་པཱ་ལ་འདི་སྒང་ལ། ཨ་ནི་ཨ་ད་ཡ་ལ་ཏྲེའོ་ལའི་ཇོ་ཨ་ད་བུ་མོ་འདི་ལ་བཙན་གནེམ་བྱེད་དགོས་ད་འདི་ཚོ་ཚང་མ་མི་འདོད་ཨ་ནི་པཱ་ལ་ཡི་ཞིག་རེད་ལ་ནི་མི་འདོད། དེ་འདྲའི་ཡ་ལ་ཏྲེའོ་ལ་ནི་ཁོ་རང་ཨ་མ་མཉམ་དུ་ལ་སྐད་ཆ་བཤད་འདོད་སོ་ད་ཡ་ལ་ཚང་མ་པཱ་ལ་ལ་འདྲི་གི་ལ་ནི་ཡོད། དེ་འདྲ་བྱེད་འདུག་སྐབས་ལ་ཨ་མ་འདིའི་ངོས་ལེན་བྱེད་མི་འདུག་ར་པཱ་ལ་ལ་ཡ་ལ་ཏྲེ་མོ་འོ་ལ་ཞིག་མི་འདོད། གང་ཡིན་ཟེར་ན་པཱ་ལ་གྲོངས་ཚར་ར་ཉིག་ཅེ་པཱ་ལ་གི་ནི་བྱེད་ཡོད་མ་རེད་དོ། ཁོ་གི་ཡོད་བསམ་བློ་འདི་སྒམ་ཟིག་གི་མི་འདོད་ཐབས་སྐྱོ་བོ་བཏང་གི་འདུག་གི་ཡོད་ཁོ་གི་ཁོ་རང་པཱ་ལ་སྙེ་མ་གྲོངས་ཚར་སྐྱོ་འདི་ལ་མི་འདོད། ད་ལྟ་བུ་མོ་དེ་ལ་བཙན་གནོན་བྱེད་ཡོད་ཀྱི་མི་འདུག་ཡ་ལ་ཚང་མ། པཱ་ལགས་འདི་ལ་སྤྲིང་ཡིག་ལ་འོར་དང་འདི་སྒམ་གྱིས་ཁོག་འདི་བསམ་བློ་ཐབས་སྐྱོ་བོ་དེ་འདྲ་གཏང་གི་འདུག་ར་ཡ། དེ་འདྲ་བྱེད་དུས་སྐབས་ལ་ནི་འདི་སྙི་བ་དེ་ལ། ད་ལྟ་ཁོ་རང་ལས་རྒྱུ་མ་འདྲ་ཡིན་གྱི་འདུག་ཡ་ཁོ་རང་གིས་འདི་པིང་རྒྱ་ཕ་གཅིག་མ་གཅིག་པིང་རྒྱ་བུ་ཅུང་ང་གཅིག་མི་འདུག་འོ་འདི་གིས་ཡང་འདི་ཁོ་གི against ལ་ཡོད། ནི་འདི statement བྲིས་གི་འདུག་ར་ཁོ་གིས་ག་ལ་ཡིན་འདུག་ལ་ན། ཁོ་རང་གི་སྤིན་རྒྱ་ཏིམ་བཱས་ལས་དེ་གི་ཧན་ད་སྤིན་རྒྱ་བུ་ཆུང་བ་དེ་ལ་ཡོད་ཧྥོར་སྟངས་སུ་ལས་གི་མི་འདའི་ང་ཚོ་ཨུ་ཚུགས་ག་གི་བྱོས་ཡ་ཨ་ནི་མི་འདའི་ཧན་ད་བུ་མོ་དེ་མཉམ་དུ་ལ་ཧན་ད་བུ་མོ་གྲོངས་མ་སྲིད་འོ་དེ་མཉམ་དུ་ལ་ཨ་ནི་ཧན་ད་སྤིན་རྒྱ་བུ་ཆུང་བ་དེ་ཁྱོད་རང་གཉིས་ཡང་ཕག་ཚུ་ལ་མི་འདའི་འབྲེལ་བ་ཡོད་ལ་ནི་ལབ་ལ་ནི་མི་འདོད་དེ་འདྲ་བྱེད་དུས་སྐབས་ཨ་ནི་ཁྱོད་རང་གི་ཕག་ཚུ་ལ་ཨ་ནི་ང་ཚོ་ལུས་འབྲེལ་ཡང་འབྲེལ་བ་ཡོད་ལ་ནི་ཡོད་དེ་འདྲའི་ལབ་ལ་ཡོད་དུ་ར་དེ་ག་རི་སྟོན་གོ་ལ་ན་ཨ་ནི་ཧན་ད་མན་ཏི་ལའི་བུ་མོ་དེ་བད་ཁོ་རང་ང་ཚོ་གི་མི་འདའི་ལབ་ཤར་རེད་ལ་ནི་ལས་བྱོས་ཡ་ང་ཚོ Characterless རེད་ལས་བྱོས་ཡ་འོ་དེ་འདྲའི་སྟོན་གི་ཐབས་ཤེས་ཞིག་ཏུ་ཧན་ད་ཏིམ་བཱས་ལས་དེ་ཡོད།

ཡིན་ན་ཡང་ཁོ་ར་ལས་རྒྱུ་འབྲས་ཀྱིས་ཁོ་ར་ནང་མི་གིས་ཨ་ནི་ཁོ་རང་གི་ཐོག་ལ་མི་དོན་ང་ཚོ་དགག་པ་རྒྱག་ནི། ཨ་ནི་ཀོར་ལ་སྒང་རྩ་སྐད་ཆ་ཚང་མ་གཙང་མ་གཙང་མ་ལ་ཡོད་འདུག་ར། དེ་འདྲ་བྱེད་དུས་སྐབས་ལ་ཐ་མ་དེ་ལ་སྤྲིན་པ་འཇུས་ཚར་རེད་འཇུས་ཚར་བཞུགས་ལ་ཨ་ནི་ཨ་མདའ་ཀོར་གིས་ཁོ་ལ་ལོ་ག་ཚོད་ཉེས་བ་བསྟན་གི་འདུག་ལ་ན། ལོ་ཉི་ཤུ་རྩ་བདུན་ཁོ་རང་ལ་ཉེས་བ་བསྟན་གི་འདུག་ཡོ། འོ་དེ་འདྲ་རེད་ནམ་པ་ཚོ་ཨ་ནི་ད་རིང་གི་བརྙན་ཐུང་ད་གམ་ཙམ་བྱིན་ཨ་ནི་ཚང་མ་ལོ་ལ་འདི་བརྙན་ཐུང་བརྒྱུད་ནས་ལེ་སན་དང་སློབ་གསོ་གལ་ཆེན་པོ་དེ་འདྲ་ར་བསམ་གི་འདུག་ང་རང་འདྲ་བོ་ཅིག་ཡིན་ན་ར་ཡ་ལེ་སན་ག་ར་ཡོད་འདུག་ལ་ན། ང་རང་ཚོ་མི་སུ་འདྲ་ཞིག་གིས་མི་འདེད། ནོན་འཁྲུལ་སྡུག་ཅག་དེ་འདྲ་བྱེད་པ་ཡིན་ནར་ར་ཡ་གལ་སྲིད་ང་ཚོ་ཁྲིམས་འགལ་དང་ལས་ཀ་བྱེད་པ་ཡིན་ན། ཐ་མ་ཐག་གཅོད་དེ་ལ་མི་འདེད། ལོ་བཅུ་ཉི་ཤུ་སུམ་ཅུ་ག་ཚོད་རྗེས་ལས་ཡིན་ན་ཡང་ཇུས་འགོད་རེ་ལས་བྱ་ཡ། ཐ་མ་ཐག་གཅོད་དེ་ལ་གང་ཡིན་ཟེར་ན། ང་ཚོ་རྒྱ་གར་དུ་ནི་ལས་ཡས་སུ་གཏོགས་ཡ། ཀ་ནུན་ག་ཧད་ལམ་པའོ་དེ་ལས་བྱ། ཐ་མ་ཐག་གཅོད་དེ་ལ་ཁྲིམས་འགལ་བྱེད་པ་ཡིན་ན་ཇུས་འགོད་འདུག་བྱས་ཙང་རྣམ་པ་ཚོ་ཚང་མ་ལོ་ག་བ་ལ་བཞུད་དགོས་ཡིན་ན་ག་བ་ལ་ཕེབས་ཡོད་ན་ཚང་མ་ལོ་གཟབ་གཟབ་གནང་རོགས་གནང་ལྕགས་ཕོ་གནང་རོགས་གནང་ལན།